ཅེས་སོ། ཚེ་འདི་འདྲའི་ཡིན་དུས་དེའི་གསོན་ཡང་དེ་རང་ཡང་འཁོར་བའི་བཙོན་རར་བཅིངས་པ་ཡི་འཇིག་རྟེན་ལྷ་ཡིས་སུ་ཞིག་སྐྱོབ་པར་ནུས། འཇིག་རྟེན་དྲེགས་པ། དེ་ཚོའི་གྲས་དེ་ཨེ་ནི། འཕྲལ་སེལ་མི་གཅིག། གྲོགས་ཁྲི་ལས་བཅོལ་ཡག་སོགས་རུ་དེ་འདྲས་ད་ཡོང་གི་རེད་མ་གཏོགས། པའི་སྐྱབས་གནས་ཀུན་འདུས་ཞིག་ལས་རྩིས་བྱས་པའི་ཁྱེད་ཤེས་བསམ་པའི་ཅིག་སྐྱབས་འགྲོ་བྱས་ཡག་དེ་འདྲས་མི་རུང་བ་རེད། ཅེས་སོ། ཨེ་ནི་མན་ཇུ་བྷི་ཡ་སོགས་ཀྱི་འདུས་ཚོད་ཁྲོད་དེ་བས་ཀྱང་ནས་ཧི་མ་ལ་ཡའི་རི་རྒྱུད་དེ་བ་ཡང་གཅིག་གི་ནང་པ་གཅིག་ཡིན་གཟིགས་གི་གཟིགས་གི་ལ་ཡང་ཞིག་མན་ཇུ་བྷི་ཡ་འདྲའི་ཁ་ཤས་ཁ་ཤས་ས་ཁུག་ལུང་ཁུག་དེ་འདྲ་ལ་ཡོད་ས་རེད་ད་ག་ནས་ཤིག་གི་བོད་ནང་ལ་ཡིན་ནའི་དེ་འདྲའི་ཁ་ཤས་ཁ་ཤས་ཡོང་གི་ཡོད་པའི་སྐད་ཆ་དུ་བ་ད་དེ་ཚོའི་གྲས་དེ་སོ་སོའི་གཅིག་ཡུལ་གོམས་གཤིས་ལུགས་ཡིན་ཟེར་ནས་ཟེར་ཡག་ཡོད་མ་རེད་གཅིག་སངས་རྒྱས་པའི་ཆོས་བྱེད་གི་ཡོད་རེད་སེམས་ཅན་ཐམས་ཅད་ལ་སྙིང་རྗེ་སྒོམ་དགོས་རེད།

ཡང། ཟས། དཀར་སྐྱོང་བྱེད་དགོས་རེད། ཨ་ནི་སྲོག་གཅོད་སྤང་དགོས་རེད་ཟེར་ནི། གཅིག། ང་རང་ཚོ་བོད་ལ་འབྲོག་པའི་ས་ཁུལ་དུ་ལོ་སྟོང་ཕྲག་རིང་གི་ཡང་གོམས་གཤིས་རིགས་གཅིག་ཡོད་རེད་བ། འགྲོ་སྟངས་གཅིག་ཡོད་རེད་བ། ད་འདིའི་དེ་ཡང་གཅིག་དོ་བོག་འགྲོ་ཡག་སོགས་རེད་བ། བར་སྐབས་ཡང་དེ་འདྲས་གོ་ཡག་འདུག། མི་རྩ་བ་མི་ལྷག་བསམ་གོ་སོགས་བྱས་བྱས་བྱེད་ཀྱི་ཡོད་རེད་དེ་ཨེ་ནི་སེམས་ཅན། གཅིག། སོ་སོས་མ་བསད་པ་བྱས། ཨེ་ནི་སེམས་ཅན།

ཨེ་ནི་གཞི་ནས་ཡང་ཁོ་ད་ལོ་སྟོང་ཕྲག་རིང་གི་འབྲོག་ས་ཚོ་ད་ད་ག་ད་གའི་འགྲོ་སྟངས་གཅིག་ཡོད་རེད། ཨེ་ནི་སྙིང་རྗེ་རྩ་བ་ནས་མེད་པའི་མི་ཡིས་ཨེ་ནི་སྲོག་བཅད་པ་ལས་སྙིང་རྗེ་ཡོད་པའི་ཐོག་ནས་འགྱོད་པ་དང་བཅས་ཏེ་མ་ཎི་འདྲ་དྲངས། མཆོད་མེ་འདྲ་ཕུལ་བྱིན་རྟེན་འདྲ་སྤྲད་བྱས་དེ་འདྲའི་གི་ཐོག་ནས་ད་སྲོག་བཅད་པ་ཡིན་ནི།